ཡང་རྣམ་པ་ཚོ་མཉམ་དུ། སོ་སོ་སེམས་ནང་ལ་ཡོད་ཞེས་པའི་སྐད་ཆ་ཁ་ཤས་ཀྱིས་མ། ཤེས་ཡག་གི་འདོད་པ་རུ་བྱུང། ཨེ་འདུག། ཚང་མ་ལོག། ང་དང་ངའི་ནང་མི་ཡི་ཆ་ཚང་བདེ་པོ་ཡིན། ཨ་ནེའི་རྣམ་པ་ཚོ། མང་ཆེ་བ་ཚང་མ་ལ་བདེ་པོ། ཐང་པོ་ཡོད་པའི་གི་ར་བ་དང་ཡིད་ཆེས་ཞུ་གི་ཡོད། ད་དེ་རིང།

རེས་དེ་ལས། རྒྱ་གར་ནང་ལ་ཡོད་ཞེས་ངས་ད་ལྟ་ངེད་ཀྱི་མིང་བོད་ཞེས་བ་གི་ལུང་པ་འདི་ཚོ་གིས། རྒྱ་མི་བོད་ལ་ཐོག་མར་སླེབས་ཡོད་འདུག་ཨ་ནི། ཁོ་ཚོ་གིས་གར་ས་བ་རེད། བོད་ནང་ལོགས་ལ་ད་ཅིག་གིས་བོད་ལ་ཡ། བོད་ནང་ལོགས་ནི་བོད་གཞུང་ཞ་ཅིག་བོད་ནི་ཡ། ཅིག་གིས་རྒྱ་ཁབ་ལ་ཡ།

འདི་འདྲའི་གཅིག་གནས་སྟངས་མང་པོ་ཞིག་ཐོག་ནས་ད་ལྟ་རྒྱབ་སྐྱོར་གནང་འདི་ངས། ད་ལྟ་བོད་དོན་དགའ་ལོ་ལ་བཀའ་མེད་གནང་འདི་ངས། རྒྱལ་ཁབ་འདི་ཚོ་ཡོ་རག་དབྱིན་ཇིའི་འདྲ་པོ་དང་ཨ་རིའི་འདྲ་པོ་དང། ཨ་ནི་འདི་འདྲའི་མང་པོ་ཞིག་ཐོག་འདི་ཚོ་ཚང་མ་ལོག་གི་སྐབས་དེ་དུས་གཅིག་རྒྱ་ནག་གིས་བོད་ལ་ཡར་འཛིན་བཟུང་བྱེད་ཀྱི་འདུག་ཨ།

ཚང་མ་ལ་ཡ། གཅིག་གི་འབྲེལ་བ་གནང་མཛད་འབོད་སྐུལ་ཞུ་ཡོག་མ་ཞུ་བ་འདི་འདྲའི་ཆུ་ནི་ཡོག་མ་རག། སོ་ཚ་ཐ་མག་འདི་རུ། ད་གཅིག་གི། ར་བ་དང་རང་ཁ་འདྲ་བོ་མ་མཐོང་ཡོད་འདུག་སྐྱག་མོ་རུམ་གཅིག་གི། དབུ་མའི་ལམ་གྱི་སྲིད་བྱུས་འདི། ད་ནི་དཔེ་ཡག་པོ་འདུག་བྱས་རྗེས་བོད་པའི་སྤྱི་ཚོགས་ནང་ལོག་ལ། དགོངས་པ། ཞེས་བྱས་གཅིག་གི། མ་ཁི་ཡོ་འགའ་གི་རྒྱུ་མཚན་འདི་འདྲས་ཆེ་བ། སོ་ཚ་ད་ལྟའི་སྐར་ནང་ལོག་ལ་རྒྱ་གར་འདི་ཚོགས་ཀྱི།

བསམ་མནོ་བཏང་སྟངས་རེད། འཆད་པ་བྱེད་སྟངས་རེད། ལྟ་བ་ལངས་ཕྱོགས་གཅིག་པ་ཡོང་གི་མ་རེད། ཡིན་ནའི། དོན་དངོས་པོ་འདིའི་ནང་ལོ་ང་ཚོས་རྡོག་ཆ་གཅིག་སྒྲིལ་དགོས་ཡ་འདི་གལ་ཆེན་པོ་ཞེ་བོ་གཅིག་རེད། ང་ཚོ་རྡོག་ཆ་གཅིག་སྒྲིལ་མེད་ཚར་བའི་རྗེས་ལ། ཨ་ནི། ཕྱིའི་རྒྱལ་ཁབ་འདི། བྱམས་སྙིང་རྗེ་གི་ཐོག་ནས། ཨ་ནི་དགོངས་བརྒྱུད། རེ་ཟུང་ཇི་སྙེད་སྤྱི་ཚོགས་སྡིག་འཛག་ནང་ལ་སྤུངས་བ་འདི་ལ། ཨ་ནི་ང་ཚོ་གི་ཞེ་བུ་ཅིག་ཤེས་སོ་ཞེ་བུ་བྱས་སོ་བསམ་བསམ་རུང་ཅིག་དྲན་ཡང་རྗེས་ལྷོད་ལྷོད་བསྡད་བསྡད་པ་ཡིན་ན། མི་གཙང་བོར་འགྲིག་གི་འོང་བ་རེད། ད་ངས་རྡོག་རྩ་ཆིག་སྒྲིལ་ཟེར་དུས་ཙམ་པ་ང་ཚོ། སྤྱི་ཚོགས་དྲ་ལམ་ནང་དོན་བྱས་ཀ་མེད་གནང་མཁན་ཚོ་གིས་དགོངས་པ་རྒྱ་ཆེན་པོ་བཞེས་དགོས་རེད་དྲན་གི་ཡོད་རེད་བ། ཉིས་སྟོང་ཉི་ཤུ་ནི་ད་བར་དུ་ནང་ལོག་ལ་ང་རང་འདྲ་བོ་ཇི་ཡིན་ན། བློ་བཟང་སེང་གེ་དང། སྤེན་པ་ཚེ་རིང། གང་ཟག་གཉིས་ཀྱི་གནས་སྟངས་ལ་དཔེ་བལ་གྱིས། སྤྱི་ཚོགས་དྲ་ལམ་ནང་ལ་དུས་ཡན་གྱི་སྐད་ཆ་བཤད་ཡིན་བསམ་སོང་ཅི་ག་དྲན་གྱི་མེད། རང་ཉིད་སོ་སོ་གྱིས་ཤེས་དགོས་ཡ་དེ། བོད་རྩ་དོན་དང། བོད་ནང་ལོགས་ལ་ཞུགས་བསྡད་མཁན་གཞིས་ལུས་སྤུན་ཟླ་དང། ལྷག་པར་དུ་བོད་བོད་མི་རིགས་ཀྱི་ཆེད་དུ་ལ་བཤད་བསྡད་ཀྱི་ཡོད་མ་གཏོགས། ཨ་ནི་ང་བློ་བཟང་སེང་གེ་ལ། ཅིག་གིས་རྒྱབ་སྐྱོར་ཡིན་ཡིན་ཏེ་ངས་འདྲ་པོ་དང། ཨ་ནེ་ཡིས་སྤེན་པ་ཚེ་རིང་གི་རྒྱབ་སྐྱོར་འདི་ཚོ་ལ་མ་དགའ་བ་གི། འདི་འདྲས་གི། སོ་སོ་སེམས་པ་ན་ལོ་ལ་བསམ་བློ་བཏང་ན། ད་སྐུ་རླུང་ཁྱི་སྟངས་འདི་འདྲས་འདི་འདྲས་ཚོར་བ་རང་མེད་རེད་བ། དེ་ཡིན་དུས། ང་ཚོ་སྤྱི་ཚོགས་ནང་ལོ་ལ་དེང་སང་གར་འདུག་ལགས་པ་ཡིན་ན། ཨ་ནེ་ཡིས་མི་རེ་བྱེ་བྲག་པ་རེ་ཟུང་གཅིག་གི། ད་ལྟའི་གི། ང་ཚོ་སྤྱི་ཚོགས་ནང་གི་རྙོག་གླིང་འདི། སྤེན་པ་ཚེ་རིང་དང།

གོམ་པ་སྤོས་སྤྱོད་གཅིག་དང། ནུས་པ་མཉམ་སྤུངས་བྱེད་སྤྱོད་གཅིག་གི་ཐོག་ནས། ཀླད་ཞེས་པ་གི་རྙོག་གླེང་གཅིག་རེད་མ་གཏོགས། འདི། བློ་བཟང་སེང་གེ་དང་སྤེན་པ་ཚེ་རིང་གི། ཨ་ནི། གནས་སྟངས་ཀྱི་ཐོག་ནས་ཡོང་ཞེས་པ་གི་རྙོག་གླེང་འདི་འདྲའི་རྩ་བ་རང་མ་རེད། སོང་ཙང་འདི་འདྲའི་གྲས་འདི་ཚོ། ནི་དཀའ་མོས་གཅིག་གནང་ཚར་བའི་རྗེས་ལ། ང་ཚོ་རྡོག་རྩ་གཅིག་སྒྲིལ་ཡོང་ཡ་འདི། སྤེན་པ་སེ་ཁ་ཁོ། ཁ་ཚིག་སྙན་པ་ངས་ཞུས་པའི།

གཏམ་རྩལ་ལ་སུ་འདྲ་བོ་ཅིག་གིས་དགག་པ་རྒྱག་གི་ཡོད་ན་རེད་སྐྱེལ་བརྗོད་བྱེད་ཀྱི་ཡོད་ན་རེད། དང་པོ་འདིའི་ནང་ལོགས་ལ་ཁོ་རང་ཚོ་ཚང་མ་ལོ་གཏམ་རྩལ་ནང་བཞིན་ཆེད་ཆེད་ཡུག་འགོ་གི་ཡོད་རེད། འདི་ཞུ་དགོས་ཡ་འདིའི་གཏམ་རྩལ། ཉིས་སྟོང་བདུན་ལ་ཡ་ཀླད་བྱེད། ཉིས་སྟོང་བརྒྱད་ཀྱི་སྤྱི་ཟླ། ཉིས་སྟོང་བདུན་གྱི་སྤྱི་ཟླ་ཡ་བཅུ་གཉིས་འདི་འདྲ་ཡིན་ས་ཡོད། ལ། ཉིས་སྟོང་བརྒྱད་ཀྱི་ཕྱི་ཟླ་བཞི་བ་ལྔ་བ་ནི། སོ་སོ་རྐང་པ་གང་ལངས་བྱས། སྣེ་ལེན་ཁང་ལ་དེ་སྡོད་སྣེ་ལེན་ཁང་ལ་ཟླ་བ་རེ་ལ་དགུང་མོ་དྲུག་བརྒྱ་ལྔ་བཅུ། སྣེ་ལེན་ཁང་གི་རིན་པ་སྤྲད་བྱས་སྡེ་ལྔའི་གི་མི་དེ་འདྲས། ཟླ་བ་དྲུག་རུང་ག་སུས་བྱུང་གི་དངུལ་གི་རོགས་རམ་རག་ཤ་བ་དེས་ཕ་གང་ཟག་བློ་ཤ་ངན་གི་གང་ཟག་དེ་འདྲས་བྱེད།

ལ། མ་འདྲ་བ་བྱས་ནས་ཡོང་མཁན་གཏམ་རྗེས་ཐང་ཤོས་རེད། Swiss ནང་ལ་དཀའ་ངལ་ཞིག་འཕྲད་རྗེས་དཀའ་ངལ་ནང་ནས་མ་འདྲ་བ་བྱས་རྗེས་མཐར་ངའི་གཏམ་རྗེས་ཐང་པོ་རེད་འདི་ཡིན་འདུག། སོ་སོ་གི་ཡིག་ཆ་འདི་ཚོ་ཡག་པོ་ཅིག་བཟོ་དགོས་ཡ་དང་འདི་ཚོ་གནད་འགག་ཆེན་པོ་རེད་ཅེས་ནི་ཤོད་ཡ་ཡིན། ལགས་སོ་ཚེ་རིང། ཨ་མདའ་ཨ་ར་ཡིན་བོད་རྒྱ་ལོ། བོད་རྒྱ་ལོ། བོད་རྒྱ་ལོ།